དམ་ཚོ་ཁྱོད་ལྷ་ས་ལ་བརྒྱུད་འདོད་དོ་ནས། ད་ཧ་ལམ་ཡིན་དུས་ཚོད་མང་ཆེ་བ་འདི་ཟིན་ན་བསྡད་ཡོད། ཁྱོད་ལོ་ཚོད་འདི་མོ་ཟིག་ལྷ་ས་འོང་བའི་དད་འདུན་དགོས་དོན་གི་དེའི་འཆར་གཞི་འདྲ་མོ་ཞིག་ཡིན། སྤྱིར་བཏང་གཅིག་རྗེས་མ་ད་རུང་ལས་ཐོག་ན་ཡོད་ནི་རེད་དེ་ཡིན་ན་རྗེས་མ་བཟོ་གཅིག་ལས་འཆར་ང་ཚོ་ར་དེ་ཡི་དྲིས་གཟིགས་ཨ། ད་ད་ལྟ་གི་གཅིག་སྲིད་ལང་གྲོང་ཁྱེར་འདི་ནས་གཅིག་དམའ་བརྡལ་ཡང་གཅིག

ད་ཕོ་བྲང་གཅིག་དགོས་བསམ་བློ་བཏང་ན་ར་ད་ཕོ་བྲང་མཐོང་ས་ཟིག་ནས་འདི་དགོས་ཟིག་ནོ། འདི་གཅིག་ཡིས་ད་ད་ལྟ་གཅིག་ཁང་པ་ཉོ་ས་ར་འདི་བཟོ་ར་ཕོ་བྲང་མཐོང་ས་འཇའ་ཐུབ་ས་འདི་མོ་ཟིག་གདམ་ག་ཞུས་ཡོད་ད། ཀོང་བཙོས་ཟིག་བྱས་ས་རེད་དྲ་ཡིན་ན་ཡང་ད་ཕོ་བྲང་མཐོང་ས་ཟིག་ཡིན་ན་མང་བོ་ན་ད་སེམས་གི་རྟེན་གཞི་ཟིག་རེད་བསམ་ཡོད་ད།

དེའི་ནང་ནས་མང་ར་སྟོད་མང་ར་སྟོད་ཀྱི་ད་སྡོད་ཤལ་གླུ་ཚང་ཟེར་འདིར་གླུ་ཚང་ཟེར་གླུ་ཚང་དེ་འཚོ་བ་དེ་ནས་སྐྱེས་ནས་ཡིན་རེད་རེད་རེད་ང་མང་ར་སྟོད་ལ་གཏོགས་ནས་ཡིན་ན་ད་འབྲོག་པ་རེད་ཆེས་སྤྱིར་བཏང་གི་མི་ཁྱིམ་ཕ་བ་ཟིག་ནས་རེད་རེད་མཚར་ལོངས་བྱུང་དེ་ནས་ཅིག་མང་ཧྲང་དུ་ཡིན་ན་ཅང་ད་མང་པོ་ཟེར་དགོས་ནི་རེད་བསྡོམས་པས་མང་ཧྲང་བརྒྱད་ཡོད་རེད་བརྒྱད།
འདི་མང་པོ། རྒྱལ་ཁའི་ནང་ནས་ད་ང་དེ་གཉིས་པ་མོ་རེད། རེད་རེད་རེད་རེད། དེ་ནས་ད་སྐབས་དེ་ཆི་ཟིག་རེད། ད་ཁ་ཡ་ནར་རྫ་གི་ནང་ལོ་མཉམ་ན་མཉམ་གི་ནང་ནས་ད་མི་ང་ཟིག་སློབ་གྲྭ་ཧ་ར་འགན་བཞེས་གི་ད་ལི་ཕུ་ཆ་ཡི་ག་ཡི་ན་ཤེས་རབ་བྲིས་སོང་ཡི་ཁ་ཉན་གི་མི་རེད་དུ་མོ་དེའི་སྐབས་ཟིག་རེད། དེའི་སྐབས་དེ་ད་ང་རང་ཉིད་ལ་མཚོན་ན་སློབ་གྲྭ་འཇུག་རྒྱུ་དེ་སྤྲོ་བ་འདྲ་ཡོད། ད་སྤྱིར་གི་ཅིག་བྱིས་པ་གི་སེམས་ཁམས་གི་ཆ་དེ་རེད། བྱིས། པ་ནོར་འཛོལ་གྱི་ཆ་ནས་ནོར་འཚོལ་ཞོར་དང་དུ་ནས་དགེ་རྒན་གྱི་ཁྱིམ་དུ་བཟོ་གནས་ཅིག་རྒྱུན་དུ་བརྡལ། ཁོང་སྐབས་ད་ཅུང་བརྩམས་པའི་ཞིང་རའི་དགེ་རྒན་ན་ཀྲིའི་ཏི་ཡིས་ལས་ད་ཅིག་བོད་ཡིག་རྐྱང་རྐྱང་རེད་སྐབས་དེའི་དགེ་རྒན་མི་ནས་ད་བོད་ཡིག་གི་སློབ་ཆུང་གི་ད་ལོ་རིམ་དང་པོ་གི་ད་ལྟ་བལྟས་ན་འདིའི་རྨང་གཞི་འདྲ་བོ་དུ་ནས་སྦྲགས་ཀྱི་སློབ་ཆུང་གི་ཁོར་ཡུག་དང་དགེ་རྒན་ཁུར་གྱི་དབྱེ་སྟངས་ཡོད།

གཅིག་ནི་ཕྱི་ར་ཡུལ་འཇོག་ས་མེད་གི་ད་གཅིག་ནི་ཡང་ད་འུ་ཏུ་ལོ་ཤིང་ཡོད་ས་དེ་ནི་མ་བསྡུ་ལ་ཐ་ཀར་གི་སློབ་གྲྭ་བྲིས་སོང་ནས་དུ་ཡིས་དེའི་སྐབས་དེ་ཡིན་གྱི་ན་ད་ལྷོ་རུམ་གཉིས་པ་གསུམ་པ་དེའི་ནང་ནས་བི་ལི་ཁིལ་གི་སྐབས་དེའི་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་གི་དགེ་ཐོན་སློབ་གྲྭ་རེད་ད་དུ་ཟོ་རྒྱུགས་སྤྲད་ན་ཆོག་ཆོག་དུ་མོ་ཡིས་མང་གི་སྤྲོད་དགོས་ནི་རེད།

འཚོ་བ་གཅིག་པ་གི་གནས་སུ་ཡོད་ནོ་དེའི་ཐབས་ཤེས་སྣ་ཚོགས་དང་དེ་ནས་བརྡ་འཕྲོད་ཐུབ་ཀྱི། དེ་ནས་ང་གང་ན་ཡོད་གནས་སུ་གཅིག་དགོས་དེ་ཀོ་རིའི་ཁུལ་ཆུ་ཐ་ཀར་གི་རྫ་ལེན་གི་ཡོང། དེ་ནས་མ་ར་རྫོང་ཐོག་སོང། དགོང་མོ་དེ་རྗེས་སྣ་ཚོགས་གཟུགས་བཟང་དུ་མོ་བཞག་སྟངས་ད་ཕྱིར་གཏན་འཁེལ་ད་ཁྱོད་གློག་བརྙན་སྐད་སྒྱུར་གི་ལས་ཀ་དེ་ཚང་གི་ཟིན་མོད།

བྱ་རྒོད་ཀྱི་རིགས་ནི་མཚོ་ལྷོའི་མི་རིགས་སྡེ་དཀར་ཚོགས་པ། ད་ཁུར་ཆུ་བྱུས་གཟིགས་ཡི་ཁུར་ཆུ་ངའི་ཐད་ནས་ཁྱོད་སྡེ་དཀར་ཚོགས་པ་ནང་ནས་ལོ་ལྔ་འདུག་ཐུབ་ན། དེ་གན་རྒྱ་འཇོག་ཐུབ་ན་ཟེར་གོ། རེད་རེད་ད་སློབ་སྦྱོང་ནི། ད་ཡར་མར་གི་དེ་ནས་སློབ་སྦྱོང་གི་སློབ་ཡོན་ཁོང་ཆེད་འཕུད་རྩིས། ད་རྒྱ་ཆེའི་བྱ་རྒོད་ལོ་ནས་ད་སྡེ་དཀར་ཚོགས་པ་གི་ནང་སོང་དེ་ནས་དགུ་བཅུ་ཐམ་པ་ད།

ད་འདུན་པ་མེ་ལི་ཟེར་མི་ཞིག་གིས་དེ་རིང་ལོ་ཆུང་གི་ལོ་ཆུང་རེད་ད་གཟོད་སྤྱིར་ན་ཅིག་ད་སྤྱང་དགུ་སྤྲོ་བ་ཆེ་ཟེར་དགོས་ནི་འདྲ་མི་འདྲ་ཆུ་ཟིག་ན་ད་དེ་རུ་ཡང་སྐབས་ཐོག་དེ་རླུང་འཕྲིན་གི་ནང་ན་ད་ལས་མཚོན་སྐད་གཏོང་རྒྱུ་ཅང་དགེ་མཚན་དག་གསར་དུ་བཏོད་ནས་དུམ་ཟེར་དེའི་ནང་དེ་ད་ཆུ་ཟིག་རེད་རྒྱུན་དུ་ལས་ཁུངས་ནང་ནས་ཡི་གེ་འདྲ་བྲིས་ད་ལས་ཁུངས་ཧར་ཚུར་ཡིན་ཐག་ཉེ་མོ་ཉེ་མོ་རེད་ད། དགོན་པ་ལྔ་བརྒྱ་དྲུག་བརྒྱ་ཡོད་མི་ཁུག་ལམ་ཁ་དུ་མི་ནི་ཡོད་ནི་མ་རེད། ད་ཉེ་ཆར་རྒྱུས་མེད་ནང་རིག་རྩལ་ཚན་ཁག་ནང་ན་ཡང་རྒྱུས་ང་བལྟས་ན་ལོ་ཁ་ཤིག་གི་མ་གཏོགས་མི་ཆིག་ནི་ད་ཁ་ཡ་ནར་རྫ་སེར་དགོན་ནང་དུ་མི་ངོ་ཤེས་རིག་ཡོད་དུ་ཡོད་སོ་སོ་རྒྱུན་དུ་སོང། དུ་མོ་ཡི་ཉིན་ཚིག་དུ་རྩ་ཡིག་སོང་དུས་ཁིར་གའི་ཁང་ནང་ན་མེ་ལ་སྒོ་བརྡུང།

བྲིས་ན་ཡང་འགྲིག་གི་འདུག་ད་གང་ལྟར་རྩོམ་རིག་སྒྱུ་རྩལ་གྱི་ཁྱབ་ཁོངས་འདི་གི་ལས་ཀ་ལྷག་པར་དུ་འབྲི་རྒྱུ་གི་ཕྱོགས་འདི་ཤུགས་བརྒྱབ་ན་འགྲིག་གི་འདུག་ད་དགེ་རྒན་གྱི་ཅིག་སྐད་ཆག་འདྲ་མ་གི་ཨ་གི་རེད། དེ་ནས་ད་ཅིག་རང་གི་འཆར་གཞི་ཡོད་ནོ་ནང་ནས་གློག་བརྙན་སྐད་སྒྱུར་གྱི་ལས་ཀ་རེད་འདི་རེད་འདིའི་ནང་ནས་རེད་ད་ཅིག་ཆེས་སྤྱིར་བཏང་གི་རྒྱུན་བཀོད་ཀྱི་སྣང་ཚུལ་གཉིས་ཡོད་ནོ་གཅིག་དགོད་སྒྲ་དང་གཅིག་དངུལ་སྐད་ཅན་གྱི་ད་འདི་བྱ་འགུལ་གློག་བརྙན་གྱི་ནང་ན་མང་ཤོས་རེད།

ཁྱེད་གཉིས་ཀྱི་བཤད་ནོར་དེ་དུ་ནི་འདི་གཅིག་ཉོས་ཟེར་ན་ད་མ་བདེ་དུ་མོ་ཡིད་ཉོག་ཟེར། རེད་རེད། ལོ་རབས་བརྒྱ་བྱིས་པ་དེའི་ནང་དུ་འགྲོ་དགོས་དུས་ངོ་མ་ད་ཁ་ཡ་ནར་འཛའ་ར་དེ་ལས་གྲོགས་ཐམས་ཅད་པོ་ལྷ་ན་འཛོམས་མི་ག་ཡིན་ན་ད་ས་རུ་ཆུ་གི་འགྲུལ་བཞུད་བྲག་དགར་གི་ནང་ནས་དེ་ཡིན་ན་འགྲོ་དགོས་ན་དེ་ངོ་ཆ་ན་ཅིག་འགའ་མ་ཁ་ར་ཟིན་ན་འདྲ་གི་ཡང་ན་ཅིག་བཙན་བྱོལ་རང་བཞིན་གྱི་ཅིག་སེམས་ན་ཁུར་བོ་མེད་པ་གི་ངང་ནས་དྲང་ཐོག་གི་དུ་ཆུ་དུ་ཡིབ་འགྲོ་དགོས། ཡིན་གྱི་ཡིན་གྱི་ཡོང་ན་ད། ད་ཡང་གཅིག་དེ་ཁ་ཤགས་ཁུར་དགོས། ལོ་རྒྱུས་དང་གཞུང་ལུགས་དང་དེ་ནས་བྱུང་ཁུངས་དང་དེ་ཡོངས་རྫོགས་པ་ཅིག་འཆར་རྒྱུའི་དགའ་ཡིས་ཡོང་ན། ད་ཡང་ཐད་ཀར་གྱི་རྒྱ་གི་ཞིང་ཧྲུན་ཟེར་གི་གདའ་ནོ། དེ་ཅིག་གཟིགས་མ་འདྲ་བ་དེ་ཡང་ཨེ་ཡོང་དེའི་ཕྱོགས་བཟོ་བསམ་བློ་གཏང་དགོས་བྱུང་ད་དུམ་བུའི་ཡོང་རེས་ད་གཞུང་ལུགས་ལག་ལེན་གཉིས་ཀྱི་ངའི་ཐད་ནས་དཀའ་ཁག་ཙག་ཙིག་བྱུང་སྟེ་དཀའ་ཁག་བྱུང་ནོ་གོ་རིམ་ཁྲོད་ནས།

ད་རྣམ་པ་གི་ཆ་ནས་དུ་ཆོས་མི་ནི་མེད་གི་དུ་ཡོངས་རྫོགས་ངའི་ལག་ལེན་འདྲ་གཟུགས་ཡིད་དང་ལྡན་པས་བཞུགས་ནས། ད་མི་རབས་རྗེས་མ་སོགས་ཁེར་ཚུལ་ཆེ་བའི་འཇོ་ན་དུ་ཁ་ཁག་གི་དོན་དག། དུ་གཅིག་ཡོད་ད་གཉིས་ངེས་ཅིག་ཆེད་ལས་གཟུགས་རྒྱང་དང་གཟུགས་ཆེད་ལས་གཟུགས་རྒྱང་ནོ་ངའི་ཐ་སྙད་དུ་ཡོང་ན་ཁ་ཁག་རྐྱང་རྐྱང་གཟུགས་གི་ད་སྐད་ཆ། རྐྱང་རྐྱང་གཟུགས་གི་རང་གི་ངའི་ཐ་སྙད་ཅིག་གཟུགས་སྐོམ་འདྲ་མོ་མ་སོང་ཟེར་གི། དུ་གཅིག་ཡོད་གི་ད་གང་ཚད་གི་ཆ་ནས་སྡེབ་སྦྱོར་གི་ཆ་ར།

མི་རིགས་ཧྲིལ་བོ་གི་འཚོ་བ་ཡིན་ན་འདྲ་སྟེ་ཕྱོགས་གང་ཐད་ལ་བསམ་གཞིག་དང་ཁ་འདྲ་བོ་དེ་རེད། ད་རེས་དེ་ཕྲ་མོ་ནང་གི་དུད་ཆོས་ཅིག་བལྟས་ས་བལྟས་མགྱོགས་ཀྱི་ཁ་ཁག་ཁུར་དགུ་ནང་ནས་སྟབས་བདེ་བརྒྱུད་ཀྱི་བཤད་ས་འཇོན་ནུས་ཅན་པོ་དེ་ཡོང་ཚོགས་གནང་བ་ཅིག་རྩལ་སྤྲུགས་ཡིན་ནོ་གི་ཚིག་ཨ། རེད།
དེ་རེད་དེ་ཡིན་ནང་ད་ད་ས་ལས་རྒྱ་ཆེན་པོ་དེ་རེད་འགྱིན་ན་ད་ཚབ་ཐག་གཟིགས་ཨ་དུས་བརྒྱུད་ཀྱི་དགའ་ཟིག་རེད། རེད།
ད།

བཙུགས་གཟིགས་རིག་གནས་དྭངས་བླངས་ཀྱི་ངོས་ནས་བཙུགས་གསར་བཞེངས་འདྲ་མོ་ཡོང་ཟེར་གི་འདུག་དེ་ཡིན་ན་མ་འོངས་པ་གི་མིག་རྒྱང་ར་དེ་ཆ་ནས་བཙུགས་གཟིགས་ས་བོ་ཡིན་ཟེར་གི་འདུག་ད་དེ་ལས་ཀྱང་གལ་ཆེ་བ་ཟིག་ཡོད་ནོ་དེ་བཞི་ག་ས་ལས་རྒྱ་གི་ཨ་མ་དེ་གི་བརྙན་སྟོན་གི་ཐོག་བྱ་ནོ་སྐད་ཆ་བྱ་འགུ་དེ་ཨ་མ་དེ་ཆི་ཟིག་ད་ཁྱོད།

ཙི་གེ་ཟིག་ཡོང་ནོ་ཅང་གུ་དག་ངའི་གར་ཆུང་ས་དེ་ཙི་གེ་ཟིག་ཤུབས་བརྒྱབ་ཡོང་ནོ་ལྷུས་བཞག་ན་དེ་གེ་སར་དར་རྒྱུ་དུ་མུམ་སྒྲིག་གི་ལུས་ནོར་ཁ་པར་གི་སྐོར་དུ་མུམ་སྒྲིག་གི་ད་ཁྱོ་དེ་ས་དེ་འཇོག་བདུད་རི་ཡོང་རྒྱུ་ན་ཆེད་ལུས་གི་མཁོས་པ་ཆེད་ལུས་བརྒྱང་ནོ་མང་ཆེ་ཤས་དབུས་ན་ཡོང་ནོ་རེད་ད། དེ་རྣམ་པ་དང་བསྡུར་ན་ངའི་དུ་བཟོ་ངོ་མ་ཞིག་ལས་ཤོར་གི་ལས་ཀ་དུ་མུས་ཀྱི་ཚད་ཐིག་རེད། ཡིན་ན་ཡང་གཅིག་ཁུར་གི་འཁྲབ་གཞུང་དགོས་ངེས་ཐད་དྲ་ཤུགས་རྒྱག་ས་བསྐོར་གཟིགས་ད་གཅིག་བོད་རང་གི་རང་སྐྱ་ཐུབ་པའི་ངོས་ཀྱི་མཐོང་སྣེ་ཞིག་ཡིན་ན་འདྲ་ཟུར་དུ་མོ་གཟིགས་ར་དེ་ཧན་ཆིག་གི་རིག་གནས་ཀྱི་ངོས་ནས་ད་བསྡུས་བརྗོད་ཀྱི་ཐབས་ཤེས་ར་འདི་མོ་བཏང་ད་ལས་གཅིག་བསམ་གཞིག་གཏང་དགོས་ཡོད་ཀྱང་དགོས་འདུག།

ཡོ་ནི་མ་རེད་ཡོ་ནི་ངས་མ་ཤེས་ནི། ཤ་མོ་མ་ཤི་ན་མོ་ཤ་གི། ང་རྟ་པ་མེད། རྟ་པ་མེད། ཨོ་ལེ་རྟ་པ་མེད།
འཇིག་རྟེན་ཁམས། འཇིག་རྟེན་ན་རྟ་པ་མེད་ནི་ངེས་རེད་ཡོ་ནི་རེད། ཆོས་ཟོ་དུ་གོ་རྒྱུ། ཨ་རོ་ཁྱོད་འདི་གང་ཟིག་ནས་ཡོང་ནི་རེད།

ཁ་དམ་པ་དང་ཁ་ཡངས་པ་དུ་མོ་ཡོད་ན་ཆོག་གི་དེའི་མི་ཚེ་གི་སྲོལ་རྒྱུན་གྱི་ཚིག་བཅད་དང་བཅའ་ལྷུག་སྤེལ་མ་དང་དེ་ནས་དེང་སང་གི་དྲི་མ་སྦྱང་བའི་སྙན་ངག་ཟེར་དགོན་རང་མོས་སྙན་ངག་ཟེར་དགོན་ད་ལི་དུ་མོ་མ་འདྲ་བ་རྣམ་པ་མང་གི་ཡོད་གི། ཡིན་ན་ཡང་ད་གཞི་གི་ཚིག་འདི་ཡང་ཁ་དམ་པ་དང་ཁ་ཡངས་པ་དགོས་མཁོ་ལྟར་དུ་ཡོད་ཆོག་ཆོག་རེད་དྲ་སྤྱིར་བཏང་གི་བཤད་ན། ཁ་ལ་བདེ་ནས་ངག་ལ་སྙན་ནས་དེ་ནས་འབྲི་སྟངས་ར་ཕྱོགས་གང་ཐད་ཀྱི་དེ་ཡོང་ན་ད་ཅིག་སྙན་ངག་གི་ཁྱད་ཆོས་སྐོར་དུ་རི་མོ་གི་ཁྱད་ཆོས་སྐོར་དུ་རོལ་མོ་གི་ཁྱད་ཆོས་སྐོར་དུ་ཨ་ད་འདི་མོ་སྐོར་དུ་བསམ་བློ་བཏང་ངེས་དེ་ཡོང་རེ་ཆེས་མ་མཐའ་གི་ཆ་རྐྱེན་གཅིག་སྙན་ཆ་ཡོད་པ་དང་དེ་ནས་གོ་བདེ་བ་ཁ་ལ་བདེ་བ། ཆེས་བཤད་ཀྱི་ནོར་གཞི་ཚིག་དུ་ཆུ་ལྟ་བུ་ཡིན་གྱི་ན་རེ་ད་ངས་གཙོ་བོ་ལ་རང་གི།

སྤུར་དགེ་དམངས་ཕྲུག་གི་རྨང་གཞི་འདི་ཁྱད་ཆོས་སྐོར་དུ་ཞིག་འབྲི་བྲིས་གནང་ཡ་ལས་ཀྱི་ཐོག་ནས་དུ་ནང་པ་གི་ཆ་ནས་དུ་ཡོང་དགོས་ཞིག་དུ་ནས་རིགས་ལམ་དང་བསམ་བློ་གཏོང་སྟངས་འདིའི་སྐོར་དུ་ཡང་དེང་རབས་ཀྱི་ངའི་ཐད་ནས་བསམ་བློ་གཏོང་སྟངས་རེད་དེང་རབས་ཀྱི་རིགས་ལམ་ཟེར་དགོས་ནི་རེད་འདིའི་དགོས་མཁོ་ཞིག་དུ་དུ་བྱ་འབུ་ཡང་དེང་རབས་ཀྱི་གའི་ཚིག་གི་ངའི་ཐད་ནས་སྤྱིར་བཏང་གི་སྲོལ་རྒྱུན་ན་གང་ཟེར་གི་ཐུབ་ཀྱི་དེ་ཤུགས་རྒྱག་གི་ཡོད་དུ་ཆུ་ཟེར་ག་ཟེར་ན་ད་རུང་དུ་མ་ཡིན་ན་ཚིག་ག་ཟེར་གི

མཉམ་པར་རྒྱལ་བཟོ་ནི་དཔའ་དུ་མི་བཟོ་གི་མོད། ཁྱི་ཉག་ཐུག་དུས་ཁྱི་ཉག་གི་ཁ་བརྡ་དེ་སྒྱུ་རྩལ་དྲ་འདིའི་འཁྲབ་སྟོན་དྲ་འདིའི་དབུ་གུ་སོ་རྒྱུན་ཡིན་ན་ཆོག་གི་ད་ཁྱི་ཉིག་གི་དབུ་གུ་རང་གི་སོ་སོའི་སོ་སོ་གི་ཁྱབ་ཁོངས་ཀྱི་དེའི་ཉམས་མྱོང་ཟིག་དགོས་རེད་ཉམས་མྱོང་བརྗེ་རེས་ར་དུ་མོ་དེ་མྱོང་ཡོད།
ངོ་ཉིག་ངའི་ཐ་སྙད་སྒེར་གྱི་ངའི་ཐ་སྙད་དང་གཅིག་ངོ་ཐུག་པ་ཙམ་དུ་མོ་ཡིན་ནི་མ་རེད་ངོ་མ་གྲོགས་པོ་ཟེར་དགོས་གཅིག་རང་ཁྱི་གི་གྲོགས་པོ་མིན་དུ་མོ་གི་ཚ་ཡིན་དེ་ར་ད་གཅིག་དང་ཐོག། ངའི་དབྱིན་ཇི་ནཱ་ད་སྐལ་བཟང་གྲོགས་པ་ཁིར་གའི་དམངས་ཕྲུག་གི་རིག་གནས་རྐྱང་རྐྱང་མ་ཡིན་པ་སོ་སྦྱིན་གྱི་རིག་གནས་ཀྱི་རྨང་དུ་མཐུག་པོ་ཡིན་ནོ་དེའི་ཆ་ནས་ང་རང་སྐད་ཅིག་ངོ་མ་ཁིར་གའི་ཐོག་དྭངས་ཤིང་ཆེན་པོ་ཡོད་དེ་རྒྱུ་རྐྱེན་གཅིག་རེད། དེ་ནས་ཡང་ང་གཉིས་ཀ་ངོ་ཐུག་དུས་བསམ་པ། ཁིར་གུ་ངའི་ཐད་ནས་ཡང་གཅིག་རེད་ད་ཅིག་ལོ་ཆུང་ར་འདིའི་ནང་ནས་ཁིར་གའི་ཡང་ང་དམིགས་བསལ་གྱི།

ད་ང་གཉིས་ཀ་ལི་སྐག་ངའི་ཐ་སྙད་ཕྱ་ལི་ཡོང་ན་ར་སྐབས་དེ་གེ་སར་གི་སྒྲུང་གཏང་སྟེ་མ་ཡིན་པ་ད་རྣམ་ཐར་ཆེན་པོའི་བརྒྱད་ལ་སོགས་པ་འདི་སྒྲ་འཇིགས་རིས་ཐ་ཚོ་ར་ཡང་ཉམས་འདྲིས་ར་འདི་མོ་ཡོད་མྱོང་མེད་དེ་ངའི་ཐ་སྙད་ད་ངོ་མ་སོ་རྒྱན་ག་མང་ལྟ་འབུ་ངའི་དུས་ག་རང་གྲོགས་པ་ཟེར་ན་ཡར་ལྟ་གི་འདུག་ངོ་ནས་དུ་མོ་ཟེར་ཡིན་རེད་དེ་འཕྲོ་ད་རིམ་བཞིན་དུ་ང་གཉིས་ཀ་ཆར་རྒྱུས་ཡོད་པར་གྱུར་ནོ་རྗེས་ནས་ལབ་རང་སོང་ན་ཡིན་གཅིག་མིན་གཅིག་ཁུར་དང་འཇོག་དགོས་ནས་སོང་ན

སྒྲོམ་པ་བཀའ་བཟང་གྲགས་པ་དང་བཅས་པས་དམངས་ཁྲོད་ཀྱི་རྟ་ཁར་སོང་ཤག་སོང་མོ་བསྡུ་བས་བལྟ་བ། དེ་ནས་ད་ལྟ་བཞུགས་བཞིན་པ་གི་ད་སྤ་མགོན་དང་རྨང་གཟིགས་ཀྱི་བོད་ལ་རང་གི་རིག་གནས། དམངས་ཁྲོད་ཀྱི་རིག་གནས་སྲོལ་རྒྱུན་གྱི་རིག་གནས་འདི་རྐང་བཟི་གིས་ད་ལས་ལས་ཀ་གི་རྒྱུན་བསྐྱངས་ཡོད་པ་མི་ཚེའི་དེབ་ཏུ་མེད། ད་འདི་ཡོང་མོ་ང་རང་གི་ངའི་ཐད་ནས་ངོ་མ་གཅིག་རྗེས་སུ་ཡི་རང་ཡོད།

དང། ལང་ཚོ་དང་བཅས་པའི་མི་ཚེ་གི་དུས་ཚོད་མང་ཆེ་ཤོས་དེ་ལྟར་བཏང་བ་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་གྱི་ཡོད། ད་སྒྱུ་རྩལ་གྱི་རིགས་གང་ན་ར་དེ་རྒྱུན་འཛིན་རྒྱུ་དེ་གལ་ཆེན་པོ་རེད་མོད། དེ་གི་ཁྱོད་རང་ག་ཚོད་ན་ད་ལོ་འདི་མོ་ང་ཚོ་སྒྱུ་རྩལ་གྱི་ལག་ལེན་ཉམས་མྱོང་དུ་ཕུན་སུམ་ཚོགས་པ་ཡོད་གི་མོད། དེ་ལྟ་ན་ཁྱོད་རང་གི་སློབ་མ་གཅིག་ཀྱང་རྒྱུ་རང་ག་རྒྱུན་འཛིན་པ་དེ་ཚོར་སྐྱོན་བརྗོད་དེའི་འཆར་གཞི་དེ་ཡོད།